ལན་གསུམ་པ་ནི། ཉོན་མོངས་པ་ག་འདྲས་སུ་སྤང་དགོས་ཡོད་ཅི་ལྟར་སྤང་བའི་ཚུལ་བཤད་པ། དག་གསུམ་ཡོད་པའི་ནང་ནས་དང་པོ་དེ་ན་ཉོན་མོངས་པའི་དགེ་ཉེས་དམིགས་བཤད་པ་རེད་སྐྱོན་བཤད་པའམ་དེའི་ཉེས་དམིགས་བཤད་པ། དག་དེའི་རྩ་བ་ལ། ཞེ་སྡང་བསད་སོགས་དགྲ་རྣམས་ནི། རྐང་ལག་ལ་སོགས་ཡོད་མིན་ལ། དཔའ་མཛངས་མིན་ཡང་ཅི་ཞིག་ལྟར། དེ་དག་གིས་དག་དྲན་བཞིན་བྱེད། ད་དུ་ནི་ཁ་སང་གོ་ལ་ཡག་ང་ལ་ཡག་དེ་ནས་ད་འབྱོར་གི་མི་འདུག་དོ་ཆོས་རྣམ་དག་ཉམས་ལེན་བྱེད་ཡག་གི་གོ་སྐབས་ཡོད་བཞིན་དུ་ཨ་ནེ་ཉམས་སུ་ལེན་ཐུབ་ཡག་མེད་པ་ཨ་ནེ་ཅིག་བར་ཆད་བྱས་ཏེ་ངན་ཅིག་ལྟ་རང་དབང་མེད་པ་བཟོ་ངན་ཅིག་སུ་ཡོད་ན་ང་ཚོ་མི་ཁོ་བ་ན་ང་སུ་ཡིན་ན་བརྟག་དཔྱད་བཏང་སོང་ང་ད་དེ་འདྲ་བ་བརྟག་དཔྱད་བཏང་པའི་སྐབས་སུ་ཨ་ནེ་ག་རེ་རྙེད་པ་རེད་ལང་ཡོང་ན་ཨ་ནེ་ཞེ་སྡང་དང་པོ་དེ་ཞེ་སྡང་ཡོད་པ་མཐོང་བ་རེད།

མིང། སྐད་སྒྲ། ལོངས་སྤྱོད། སྒྲ་འདུར་ཡག་སྙན་སྐྱོང་ཡག་ལ་སོགས་པ་དག་གི་ཉིན་གུང་ཡང་དལ་བ་དལ་འཇུག་གི་མི་འདུག་མཚན་ལ་ཡང་གཉིད་ཁུག་འཇུག་གི་མི་འདུག་གསུངས་པ་རེད། མཚམས་མཚམས་ལ་ནས་ད་ནས་རང་གི་སྲོག་ཡང་རང་སྲོག་རང་གིས་བཅད་དགོས་ཡ་ཡང་དེ་འདྲས་བཟོ་གི་འདུག་བ། བའི་བཀའ་ག་རེ་གནང་བ་དེ་ལྟར་འགྲོ་དགོས་ཀྱི་འདུག་བ། མི་གཅིག་གིས་ཕ་ནས་ཚོའི་སྐད་ཆ་ཚིག་ངན་པ་གཅིག་དང་རྣམ་འགྱུར་ངན་པ་ལྟས་སུ་བཏང་ན་ང་ཚོས་བཟོད་པ་སྒོམ་ཐུབ་ཀྱི་མི་འདུག་བུ་གཅིག་གིས་སྲོག་ཆུང་ཆུང་ཞིག་བརྒྱབ་ན་ཡང་བཟོད་པ་སྒོམ་ཐུབ་ཀྱི་མི་འདུག་དེས་ན་ཉོན་མོངས་པ་གིས་འཁོར་བ་ཐོག་མེད་ནས་ད་ལྟ་བར་དུ་ལས་ཡ།

ཉོན་མོངས་པ་ཁོ་རང་ལ་ཡང་རང་དབང་སྤྲད་ནས་ཕ་གཡོག་པོ་ག་ཚོད་བྱེད་ན་ཡང་ཚུད་ན་ཁོ་རང་གཅིག་པུ་བཏང་ནས་དགའ་མགུར་ཟིན་དུ་ཁོ་རང་གཅིག་པུ་བཏང་ནས་ཉོན་མོངས་པ་ཁོ་རང་གཅིག་པུ་བཏང་བྱས་ཡིན་ན་ང་ལ་ཚེ་འདི་ལ་སྡུག་པོ་བཏང་ཚེ་ཕྱི་མ་ལ་ཡང་སྡུག་པོ་བཏང་བའི་གནོད་པ་བྱེད་ཀྱི་འདུག་ཟེར་བ་ལ་དེ་ལ་མི་ཁྲོ་ཟོས་པ་ནི་འདྲེས་ང་རང་ལ་ཡང་སྡུག་པོ་བཏང་བྱས་ཡིན་གྱི་ཉོན་མོངས་པའི་དགྲ་བོ་དེ་ལ་ང་རང་ལ་སྡུག་པོ་ག་ཚོད་བཏང་ནས་ང་ཟོས་པ་བསྒོམས་ནས་བསྡད་ནས་དེ་ལ་ཕ་ཁོང་ཁྲོ་མ་ལངས་བ་དེ་ཟོས་པ་བསྒོམས་ཐུབ་པ་དེ། གནས་མིན་བཟོད་པ་སྨད་པའི་གནས་ན་དེ་གནས་མ་ཡིན་པ་ལ་བཟོད་པ་བསྒོམ་པ་རེད་བཟོད་པ་ཕྱིན་ཅི་ཕྱིན་ཅི་ལོག་པའི་བཟོད་པ་རེད། ཕྱི་ཡི་དགྲ་བོ་གིས་ང་ཚོ་ལ་ཡ་ཚིག་ངན་པ་བཤད་རྣམ་འཕྲུལ་སྡུག་ཅག་བསྟན་སྨད་ར་བཏང་སྐད་ཆ་སྡུག་ཅག་བཤད་ག་ཚོད་ཅིག་སེམས་ལ་མ་བདེ་བ་ཡིན་ལས་ཀ་ག་ཚོད་བྱས་ན་ཡང་དེ་ལ་ང་ཚོ་བཟོད་པ་བསྒོམ་ཐུབ་ན་ཚོགས་བསགས་པ་སྒྲིབ་པ་རྐྱང་བ་ཡོང་ཕོད་དུ་བ། ཡིན་ན་ཡང་ཉོན་མོངས་པ་ལ་ཡང་བཟོད་པ་བསྒོམ་ན་དེ་གིས་ཚོགས་བསགས་ཡས་མ་རེད།

ག་ཚོད་ཅིག་དུས་ཚོད་རིང་པོ་རྗེས་ལ་སྤྱད་པ་དེ་ལ་བསམ་བློ་བཏང་ན། དཔེར་ན་ད་ལྟས་སུ་གལ་སྲིད། ལུག་གོ། ལྷ་ཡི་དབང་པོ་དང། ལན་ཅིག་ལྷ་མ་ཡིན་གྱི་དབང་པོ་ལྷ་དང་ལྷ་མ་ཡིན་གྱི་དམག་ལ་སོགས་པ་རྣམས། དེ་ཚོ་ཐམས་ཅད་ལྷ་དང་ལྷ་མ་ཡིན་དང་འཇིག་རྟེན་གྱི་ཁམས་ལ་དམག་མི་ག་ཚོད་ཡོད་པ་དེ་ཐམས་ཅད་དེའི་ང་ལ་དགྲ་ལ་ལངས་ན་ཡང། ངའི་ཁམས་ཀྱི་དགྲ་བོ་ཟེར་དེ་གི། དེའི་དགྲ་བོ་དེ་གི་ངའི་ལུས་མེད་པ་དང། སྲོག་བཅད་པ་བྱས་ལོངས་སྤྱོད་མེད་པ་དང།

དུས་རིང་མཐོང་ཐབས་མེད་པ་ལྟར་འདྲ་ཞིང་ཀུན་ཀྱང་དེ་ལྟ་བུ་ཡུན་རིང་ཐུབ་པ་མ་ཡིན་ནོ། བདག་གིས་ཉོན་མོངས་དགྲ་བོ་གང་ཟེར་དུས་བདག་གིས་ཉོན་མོངས་པའི་དགྲ་བོ་གང་ཡིན་པ་འདིས། དུས་རིང་མཐོང་ཐབས་མེད་པ་ལྟར་དུས་རིང་པོ་ག་རེ་རེད་འཁོར་བ་ཐོག་མ་མེད་པ་ནས་བྱས་ནས་ད་ལྟ་བར་དུ་གནོད་པ་བྱས་པ་རེད། ད་དེ་འདྲ་ཡི་ཉོན་མོངས་པ་དེ་བག་བཅོམ་ལགས་ཀྱི་གཉེན་པོ་གཉེན་པོ་ཤུགས་ཆེན་པོ་ཞིག་བསྟེན་མ་ཐུབ་ན་ད་རུང་ཡང་འཁོར་བ་ཐ་མལ་པའི་འགྲོ་གི་རེད། དེ་ལ་བརྟེན་ནས་ཚེ་འདི་ལ་ཡང་གནོད་ཚེ་ཕྱི་མ་ལ་ཡང་གནོད་པ་ཆེན་པོ་ཡོང་གི་འདུག་ལ།

ཡང་མཚམས་མཚམས་རྔན་པ་འདྲ་བོ་དེ་ཟེར་འདྲས་སྐད་ཆ་ཡག་པོ་པོ་བཤད་ན་ཡང་མཚམས་མཚམས་འདྲ་བོ་དེ་འཁྲུག་པོ་ཆགས་སྲིད་ཀྱི་འདུག་ཨ། ད་ལྟ་བར་དུ་གནོད་པ་སྤྱད་བསྡད་པ་དེ་ནམ་ཞིག་ལ་ཚུར་ཡང་ཕན་བཏགས་ཡག་ཅིག་ག་ཚོད་ཡིན་ན་རོགས་རམ་བྱས་དུས་ལ་ཡང་གནས་སྐབས་ལ་བར་འགྱུར་སྲིད་ཀྱི་འདུག་ཨ། ཐབས་ཐམས་ཅད་ཕན་གནང་བསྡད་ཅིག་གནང་ཟེར་བ་དེ་ཆེད་དུ་ནི་ཡིན་ན་ཡང་ཉོན་མོངས་རྣམས་ནི་བསྟེན་བྱེད་ནའང་ས་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་ཉོན་མོངས་པའི་དགྲ་བོ་རྣམས་ལ་ནི་ངའི་སེམས་ཀྱི་གནད་གསང་དེ་ཡར་ཁོ་རང་དེའི་ནང་ལ་བསྡད། ག་ཚོད་ག་རེར་འདོད་པ་དེ་ཁོ་རང་ལ་དྲང་བོར་སྤྲད་བྱས་ནས་བསྡད་ཀྱི་ཡོད་ན་ཡང། ཤིང་སྡུག་བསྔལ་གནོད་པར་བྱས། ཕ་ཕན་བཏགས་ཀྱི་ཡོད་རེད་འདོད་ཚུལ་ལ་ཕན་པ་དང་བདེ་བ་ཇི་ཡང་ཕར་བཞག་ད་རུང་ཡང་ཚེ་འདི་ལ་སྡུག་བསྔལ་སྤྲད་ཚེ་ཕྱི་མ་དམྱལ་བ་མནའ་མེད་ལ་བཏང་བྱས་ནས་དེ་ནི་ཕ་ཕན་པ་བྱེད་འདོད་ཚུལ་སྡུག་པོ་བཏང་གི་འདུག་ཉོན་མོངས་རེད་འདུག་བ། ཉན་དུས་ཧ་ཅང་གི་སེམས་སྐྱོ་བོ་རེད་སོང་བ་རེད། ག་རེ་བྱས་ནས་སེམས་སྐྱོ་བོ་རེད་ཟེར་ན་ང་ཚོ་འཇིག་རྟེན་པའི་དགྲ་བོ་ལ་ནི་བཟོད་པ་སྒོམ་མ་ཐུབ་པ་བྱས། ཡིན་ན་ཡང་ང་རང་ནི་དངོས་གནས་དྲང་གནས་ཀྱི་ཚེ་འདི་ཕྱི་གཉིས་ཀ་རེད་སྡུག་བསྔལ་སྤྲད་དེ་ངས་འདི་ཉོན་མོངས་རེད་འདི་ལ་བཟོད་པ་སྒོམ་བསྡད་དེ་ཡང་རིགས་ཐང་ཧ་ཅང་གི་སེམས་སྐྱོ་བོའི་ཡུལ་རེད་གསུངས་པ་རེད། དེ་འདྲ་ཡིན་དུས་དེ་ལྟར་ཡུན་རིང་རྒྱུན་ཆགས་འདྲ་གྱུར་པས་གནོད་པའི་ཚོར་ར་འཕེལ་བའི་རྒྱུ་གཅིག་པུ་བདག་གི་སྙིང་ནང་ངེས་པར་གནས་ཆགས་ན་འཁོར་བ་འཇིགས་མེད་འགག་པ་ག་ལ་འགྱུར། ཡང་འདི་ཟེར་དུས་གོང་དུ་ཇི་སྐད་བཤད་པ་དེ་ལྟར། ཉོན་མོངས་པ་ཟེར་ཡག་འདི་ཡིན་འདོད་ས་ཞིག་དང་སྟོན་མོ་འདི་དུས་ཚོད་ཐུང་ཐུང་མ་རེད་ག་རེ་ཟེར་ན་ཡུན་རིང་པོ་རེད་གསུངས་བ་རེད་ཡུན་རིང།

ཨ་འདི་འདྲ་ཆགས་པའི་རྒྱུ་མཚན་ཅི་ཞིག་ཡང་ཡོད་རེད་བ་འདྲ་བོ་ཡིན་དགོས་ཡའི་རྒྱུ་མཚན་ཅི་ཞིག་ཡང་འདུག་བ། ཡིན་ཡང་ཡོང་མེད་ངང་གིས་སྡུག་པོ་གཏང་དགོས་ཡའི་རྒྱུ་མཚན་གང་ཡང་ཡོད་མ་རེད་བ་དངོས་གནས་བཟང་པོ་གཏང་ན། དཔེར་ན། དང་པོ་ཕ། འབོག་ཟན་གྱིས་ཞུས། ཨ་ནི་ཚུལ་འབོག་ཟན་ཞུས་ན། དེའི་འབོག་ཟན་ཞུས་པའི་ན་ཚ་དེ་ལ་རྒྱུ་མཚན་ཞིག་འདུག་བ། ཕར་ཟེར་ན་ཕ་ཅིག་ཞུས་བ་རེད་ཚུལ་ཞུས་བ་རེད་དེ་འགྲིག་གི་འདུག་བ། ཡིན་ན་ཡང་ཡོང་མེད་པ་གིས་ད་ལྟ་བར་དུ་ལས་དམྱལ་བ་སྔ་མའི་ནང་ན་བཏང་དེ་འདྲ་མེད་པའི་ཚ་བའི་སྡུག་བསྔལ་མྱོང་གྲང་བའི་སྡུག་བསྔལ་མྱོང་དེ་འདྲའི་སྡུག་བསྔལ་མྱོང་བ་དེ་རྒྱུ་མཚན་མི་འདུག་བ།

འདི་ག་རེ་ཞིག་ཡོད་པ་ཟིན་ནོ་སྡུག་བསྔལ་རྒྱུན་ཅི་ཡང་མེད་པ་ཞིག་བཤད་དེ་ཡོད་སྡུག་བསྔལ་ཆེ་ཆུང་དང་མང་ཉུང་བཅུ་མ་གཏོགས་ཁོ་སྡུག་བསྔལ་གྱི་སྐུ་རྒྱུན་མ་ཆད་པར་ཡོང་བསྡད་ཀྱི་ཡོད་པར་གཅིག་གིས་རྒྱས་པར་གཅིག་མུ་མཐུད་ནས་ཨོ་དེ་ཡིན་དུས་ད་ག་རེ་འཁོར་བའི་བརྩོན་པའི་སྲུང་མ་གཉའ་སོགས་སུ་གསོད་བྱེད་ཤེ་མར་ཆུད་པ་འདི་དག་ནི་ག་རེའི་བློ་ནས་ཆགས་པའི་དྲ་བ་ནས་གནས་ན་བདག་ལ་བདེ་བ་ག་ལ་ཡོད་བསམ་ན་འཁོར་བའི་འཁོར་བ་དེ་བཙོད་ཁང་ནང་བཞིན་རེད་འདོད་ཁམས་གཟུགས་ཁམས་གཟུགས་མེད་ཀྱི་ཁམས་གསུམ་གྱི་འཁོར་བ་དེ་བཙོད་ཁང་ནང་བཞིན་རེད་བཙོད་ཁང་ནང་ནས་བར། དུས་རྒྱུན་ང་ཚོ་བཙོན་ཁང་ནང་ནས་ཕྱི་ལོགས་ལ་བྲོས་འགྲོ་གི་རེད་བསམ་པའི་དོགས་པ་ཇེ་སྡུག་ཏུ་དགའ་རུ་འགྲོ་གི་འདུག་བ་དེ་ནང་བཞིན་གྱི་སྲུང་སྐྱོབ་བྱེད་བསྡད་མཁན་དེ་ཉོན་མོངས་རེད། འཁོར་བའི་བཙོན་རས་སྲུང་མའང་ཟེར་སྲུང་མ་ཟེར་དུས་ལྟར་སྲུང་སྐྱོབ་བྱེད་མཁན། དེ་ཡང་དེ་ནི་ག་རེ་དམྱལ་བ་ལ་སོགས་པའི་གནས་སོ། དེ་ནི་ག་རེ་ཙམ་མ་ཡིན་པ་སྲུང་སྐྱོབ་བྱེད་མཁན་ཙམ་མ་ཡིན་པ་སྲོག་གཅོད་པའི་ངའི་གཤེད་མ་ནང་བཞིན་ཡང་ཉོན་མོངས་རེད་སོང་བ། ག་དེའི་བློ་རྣལ་ཆགས་པའི་དྲ་བ་ནས་དེ་འདྲ་བ་གི་ཉོན་མོངས་པ་དེ་ཚོ་བྲིས་ཏེ་གལ་སྲིད་ང་རང་གི་སེམས་ལ་གནས་ནས་བློའོ་ཟེར་ན་སེམས་རེད་སེམས་ལ་གནས་ནས།

དཔེར་ན་ལག་པའི་ནང་ལ་སྤུ་གཅིག་ཡོད་ན་སྤུ་ཉག་མ་གཅིག་ཡོད་ན་དེ་ལ་ནམ་མ་བདེ་བ་གང་སྡུག་བསྔལ་གང་མི་འདུག་བ། ཕི་ན་ཡང་དེ་འདུག་ཟེར་ནས་ཡག་འདུག་ཟེར་བ་ཞིག་མིག་ནང་ལ་འཛུལ་ན་གང་ངེས་མི་འདུག་བ། དེ་ནས་བྱང་ཆུབ་སེམས་དཔའ་རྣམས་ཀྱིས་མིག། སྤུ་དེ་མིག་གི་ནང་ལ་སོང་བ་ན་བཞིན་སྡུག་བསྔལ་ཟིན་གྱི་ཡོད། འཇིག་རྟེན་པ་རྣམས་ཀྱིས་ཨ་ནི་སྤུ་དེ་ལག་པའི་མཐིལ་ལ་ཡོད་པ་ན་བཞིན་སྡུག་བསྔལ་མཐོང་གི་ཡོད་མ་རེད། དེ་ཡིན་དུས་ད་ཉོན་མོངས་ཟེར་བ་དེ་སྤང་ཡང་ཐབས་ཤེས་བྱེད་དགོས་རེད་མ་གཏོགས་མ་སྤངས་ན་ཉོན་མོངས་ཁོ་རང་ཁོ་རང་བྲོས་འགྲོ་གི་མ་རེད་སོང་བ་རེད། དེ་གི་ད་ག་རེ་སྟོན་པ་རེད་ཟེར་ན།

ངེས་པར་དུ་སྐྱོང་མ་ཐུབ་ཀྱི་བར་དུ། བྱིན་ལེན་འདྲ་པོ་ཅིག་བསྒོམས་ན་ཉོན་མོངས་པ་དེ་མང་པོ་སྣོད་ཡོན་ཙམ་ཞིག་མ་གཏོགས་ཐུག་གི་མ་རེད་བ། ད་དེ་ཡི་སྟེང་དུ་ལྷག་མཐོང་བདག་མེད་པར་རྟོགས་པའི་ཤེས་རབ་ལ་བརྟེན་ནས་ཉོན་མོངས་རྩ་བ་ནས་བཅད་པ། ད་འདི་སྐབས་སུ་ལ་མངོན་སུམ་དུ་ངེས་པར་མ་བཅོམ་དེ་སྲིད་བདག་གིས་བརྩོན་མི་འདོར་ཟེར་ན་མངོན་སུམ་དུ་ཉོན་མོངས་པ་དེ་སྐྱོང་མ་ཐུབ་ཀྱི་བར་དུ། བདག་གིས་བརྩོན་མི་འདོར་ཟེར་ན་དེ་བདག་གིས་ཉོན་མོངས་པ་དེ་སྤོང་པའི་ཆེད་དུ། ཐོས་པ་བསམ་པ་སྒོམ་པ་ལ་སོགས་པའི་བརྩོན་འགྲུས་དེ། སྤང་གི་མེད་སོང་བ་རེད།

འོ་དེ་འདྲ་ཡིན་ན་འཇིག་རྟེན་གྱི་ཁམས་ལའང་ཚུལ་གནོད་པ་སྐྱེ་ཡ་དེ་ལ་ཕ་གནོད་པ་སྐྱེས་ནས་ཚུལ་ངན་སྤ་བ་འདྲ་བོ་ཡང་བསད་སོང་ན་ཡང་ཁོ་ལ་ཕ་དེ་སྲོག་ལན་འཇལ་ནས་ཁོའི་སྤ་བ་བསད་ཡ་ཡིན་ན་འདྲ་ཡང་མིན་ན་ཁོ་ཅིག་བསད་མ་ཐུབ་བར་དུ་ན་གཉིད་སྐྱིད་པོ་བྱས་ཁུག་གི་མེད་པ་རེད་ཁ་ལག་ཟ་ཉེན་མི་འགྲོ་བ་རེད་ད། སེམས་ཅན་དུ་འཇིག་རྟེན་ཁམས་ཀྱི་གནོད་པ་ཆུང་ཆུང་ཅིག་ལ་ཡང་ད་ག་ཟེ་ཕ་གནོད་ལན་སྐྱེ་ཡ་ལ་བརྩོན་འགྲུས་དེ་འདྲ་བྱེད་ཐུབ་ཀྱི་ཡོད་ན་ཁོ་བ་ཐོག་མ་ནས་ད་ལྟ་བར་དུ་ལ།

མིང་རང་བྱིན་གྱིས་འཆི་བར་བརྗོད་པའི་དགྲ་བོ་ལ་ང་ཚོ་ནས་གནོད་སྐྱེལ་དགོས་ཡོད་མ་རེད་ཁོ་ནམ་ཞིག་ཁོ་རང་ཤི་འགྲོ་གི་རེད་ཡིན་གྱི་མི་ཡིན་ཟེར་ཡག་གི་ཐབས་ཤིག་བྱེད་དགོས་ཡོད་འདུག་ཨང་དེ་ཁོ་སྙིང་རྗེ་ཡོད་ཟེར་ཡག་གྲ་པོ་ཆེ་རེད་ཁོ་ཐབས་སྐྱོ་པོ་ཅིག་རེད་ཟེར་ཡག་ཆེ་རེད། འཛམ་བུ་གླིང་ལ་དམག་མང་པོ་རྒྱག་གི་ཡོད་རེད། ལུང་པ་དང་ལུང་པ་དམག་རྒྱག་གི་ཡོད་རེད་གྲོང་པ་དང་གྲོང་པ་དམག་རྒྱག་གི་འདུག་མི་དང་མིའི་བར་དོ་ལ་ཡང་བག་ཚོ་སེ་རེ་མང་པོ་བྱེད་ཀྱི་འདུག་ཨ་དེ་ཚོ་སྙིང་རྗེ་བའི་ཡུལ་རེད་གསུངས་པ་རེད། གཡུལ་ངོར་མངར་ཟས་ནན་གྱིས་གཞོམ་པར་འདོད་པ་ཡང་གཡུལ་ངོར་མངར་ཟས་གཡུལ་ངོར་མངར་ཟས་རྣམས་དམག་རྒྱག་གི་སྐབས་སུ། དུ་མ་ཐར་བའི་སྐབས་སུ་ནན་གྱིས་བྱོན་པར་འདོད་པ་ཟེར་ན་བུ་ཆུང་དེ་ཡིས་བསམ་ན་ངས་ཚུལ་དེ་མེད་པ་བཏང་གོ་བསམ་ཚུལ་ཆུང་བསམ་ན་ཕ་རོལ་པོ་ལས་དེ་མེད་པ་བཏང་གོ་བསམ་པའི་སེམས་ལ་དེ་འདྲ་ཡོད་པ་རེད། ལུང་ཚིག་མཚོན་གྱིས་ཕོག་པའི་སྡུག་བསྔལ་ཆེ་ཟེར་ནས་མདའ་གཟུགས་མདའ་ཕོག་ཡ་དང་ལུང་ཕོག་ཡ་དང་གྲི་ཕོག་ཡ་དང་མེ་མདའ་ཕོག་ཡ་ལ་སོགས་པ་ཀྱི་དང་སྡུག་བསྔལ་མང་པོ་ཡོད་གླེང་ནས་སྡུག་བསྔལ་དེ་ཆེད་དུ་བསད་ཟེར་ན་སྡུག་བསྔལ་དེ་ལ་བཟོད་པ་སྒོམ་ནས་དོན་མ་གྲུབ་པར་ཕྱི་ཕྱོགས་འགྱུར་བ་མི་བྱེད་ན་ཟེར་ན་དགྲ་བོ་དེས་ང་རང་དང་ཁྲིད་དང་མདུང་ལ་སོགས་པ་ག་ཚོད་ཅིག་ཕོག་ན་ཡང་ཕོག།

རྟག་ཏུ་སྡུག་བསྔལ་ཀུན་གྱི་རྒྱུ་བྱུར་བ་རང་བཞིན་དགྲར་ངན་གཞོམ་བརྩོན་བདག་ལ་དེང་སང་ཚིག་གཉིས་ཀྱིས།
འཇིག་རྟེན་ཁམས་ཀྱི་དགྲ་བོ་ཟེར་ཡ་དེ་ཡུན་རིང་ན་ཚེ་གཅིག་ལ་རེད་ཡུན་ཐུང་ན་ལོ་ཁ་ཤས་ཕྱིར་བ། རྨོངས་པའི་དགྲ་བོ་ཟེར་ཡ་དེ་ལོ་ཁ་ཤས་དང་མི་ཚེ་གཅིག་གི་གི་དེ་མ་རེད་འཁོར་བ་ཐོག་མེད་ནས་བྱས་ནས་ད་ལྟ་བར་དུ་ལ་ཡུན་རིང་པོ་ཡིན་པ་སོང་ཙང་རྟག་ཏུ་སོང་བ་རེད། ནས་ཟེར། འཇིག་རྟེན་ཁམས་ཀྱི་དགྲ་བོ་དེ་གི་ཚེ་འདི་གི་སྡུག་བསྔལ་ཚེ་མ་ལོ་སུབ་གི་མ་རེད་ཉོན་མོངས་པའི་གི་ཚེ་འདི་དང་ཕྱི་མ་དང་སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་ལ་སྡུག་བསྔལ་སུབ་གི་ཡོད།

ཞོགས་རླུང་བཙོན་ནས་ལོས་ས་ཉོན་མོངས་པ་དེ་དག་བཅོམ་དབྱངས་ཀྱིས་བརྩོན་འགྲུས་བྱས་ཡ་མ་གཏོགས་གཞན་གྱི་ཉོན་མོངས་དེ་དག་སྤང་ཐུབ་ཡ་ག་བྱས་མི་འདུག་གསུངས་པ་རེད། ཨེ་ཡང་ག་དུས་བྱས་བར་བདག་ལ་དེང་ས་དེ་རིང་ནས་བཟུང་སྟེ་ལ་དུས་དེ་རིང་ནས་བྱས་ནས་སྙིང་པོ་ལ་བརྟེན་ནས་བརྩོན་འགྲུས་བྱས་མ་ཐུབ་ན་ཕག་ཕག་བྱས་ན་དུས་ཚོད་ཕྱིས་ལོག་གི་འདུག་ད་གསུངས་པ་རེད། ག་རེ་རེད་ཟེར་ན། དབུས་ཆེན་པོ་ལྷའི་སྡུག་བསྔལ་བརྒྱ་ཕྲག་བརྒྱུད་འགྱུར་གང་གིས་ཀྱང་ཡིད་ཆེས་སྒྱིད་ལུག་མི་འགྱུར་སྨོས་ཅི་དགོས། བརྒྱ་ཕྲག་མང་པོ་གི་རྒྱུར་གྱུར་པ་རེད་ད་སྔོན་ཡང་སྡུག་བསྔལ་བརྒྱ་ཕྲག་མང་པོ་བཟོས་པ་རེད་ད་མ་འོངས་པ་ལ་ཡིན་ན་སྡུག་བསྔལ་བརྒྱ་ཕྲག་མང་པོ་ཡོང་རྒྱུ་རེད། ད་ལྟ་ཡང་སྡུག་བསྔལ་བརྒྱ་ཕྲག་མང་པོ་བྱས་པ་མྱོང་མི་ཤེས་པ་དེ་ལ་བསམ་བློ་བཏང་ནའང་སོང་བ་རེད། སྐྱེ་བ་འཁོར་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་སྐྱེ་བ་ག་ཚད་མང་པོ་བླངས་ཡོད་རེད་ཡིན་ན་ཡང་ཉོན་མོངས་སྤང་ཐུབ་མི་འདུག་བ། ཨ་ཨོ་སུ་ཡིན་ན་ཡང་སྡུག་བསྔལ་འདོད་མཁན་སུ་ཡང་མེད་བ། ཡིན་ན་ཡང་སྡུག་བསྔལ་གྱི་རྒྱུ་ཉོན་མོངས་ལ་དོ་སྣང་བྱེད་མཁན་སུ་ཡང་མེད་བ། ཁྱོད་ཀྱིས་དགེ་བའི་བཤེས་གཉེན་དང་མཇལ་དམ་པའི་ཆོས་བཟང་པོ་ཐོབ། ཆོས་སྒྲུབ་པའི་གོ་སྐབས་ཡང་ཡག་པོ་ཡོད། སྡུག་བསྔལ་གྱི་རྒྱུ་ཡང་ཉོན་མོངས་པ་ཡིན་པ་ངོ་ཤེས། ད་དེའི་གོ་སྐབས་དེ་འཕྲོག་ལ་བཏང་རྒྱུ་ཡོད་མ་རེད་གསུངས་པ། ཡིད་ཆེས་ཟེར་བའང་ཡིད་ཆེས་ཟེར་ན་སེམས་ཞུམ་རྒྱུ་ཡོད་མ་རེད་ས་ད་ནི།

ཚེ་འདི་གི་དོ་ཟླ་ལ་དཀའ་ལས་བརྒྱབ་པ་དེ་ཚེ་འདི་ཡི་ལྟོ་གོས་དང་ཚེ་འདི་ཡི་གནས་སྐབས་ཀྱི་སྡུག་བསྔལ་ལས་སེལ་ཙམ་བྱེད་རིན་མ་གཏོགས་གཞན་གྱི་རྒྱུ་མཚན་མི་འདུག་པཱ། ཆོས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་སྤྲུལ་པའི་ཆེད་དུ་དཀའ་བ་སྤྱད་པ་དེ། མཐའ་ཐུག་གི་སྡུག་བསྔལ་ཐམས་ཅད་ཟད། ངག་ཡིད་གསུམ་གྱི་སྒྲིབ་པ་བྱང། རྟོག་དང་མ་ནི་རྫོགས། ས་དང་ལམ་གྱི་ཡོན་ཏན་འཕེལ། དེ་ནས་སངས་རྒྱས་ཀྱི་གོ་མ་ཐོབ། དེ་ཡིན་དུ་སྡུག་བསྔལ་དེ་དོན་ཡོད་པའི་སྡུག་བསྔལ་བྱ་རེ་དོགས་པ། བསྒོམ་ན་དེ་ལ་བསྒོམ་དགོས་དོགས་པ། འོ་དེ་ཡིན་དུ་བཟོད་པ་བསྒོམ་དགོས་གསུང་བ་རེད། མི་བཟོད་གསུང་བ་ག་རེ་བྱས་ནས་མ་བཟོད་པ་རེད་ཆང་བསམ་བློ་ཡག་པོ་བཏང་དང་གསུང་བ། དེ་ནས་ཕྱོགས་བཅུ་ནམ་མཁའི་མཐས་གཏུགས་པས། འགྲོ་བ་ཉོན་མོངས་ལས་དག་པའི་ཐམས་ཅད་གང་ཚེ་བདག་ཉིད་ཀྱང་ཉོན་མོངས་རྣམས་ལས་མ་གྲོལ་བར། ཐོག་མར་བྱང་ཆུབ་ཤིན་ཏུ་དང་པོ་སེམས་བསྐྱེད་ཡོན་དུ་གནས་པར་བྱེད་ན། ཕྱོགས་བཅུ་ན་གནས་པའི་ནམ་མཁའི་མཐས་གཏུགས་པའི་སེམས་ཅན་རྣམས་འཁོར་བ་ནས་མྱ་ངན་ལས་འདས་པ་ལ་འགྲོ་གི་ཡིན་ཟེར་ཁས་བླངས་པ་རེད། འགྲོ་བ་ཉོན་མོངས་ལས་དག་པས་སུ་འགྲོ་བ་སེམས་ཅན་རྣམས་ཉོན་མོངས་པའི་སྒྲིབ་པ་མཐའ་དག་ལས་ཉོན་མོངས་པ་དང།

དེ་འོས་པ་ཡོད་མ་རེད་དེ་འདྲ་ཡིན་དུས་དང་པོ་རང་ཉིད་འཁོར་བ་དང་འཁོར་བའི་སྡུག་བསྔལ་ལས་གྲོལ་བའི་ཐབས་ལ་བརྩོན། དེ་དང་དུས་མཉམ་དུ་སེམས་ཅན་གཞན་ཡང་ངས་ད་ནི་འཁོར་བ་དང་སྡུག་བསྔལ་གྱི་གནས་ཡང་གྲོལ་ཡོད་དེ་ཐབས་ལ་བྱེད་ཀྱིན་ཀྱང་ཟེར་ན་ཡང་རྒྱུ་མཚན་འདུག་ག། དེ་ལྟར་ག་རེ་འགྲུབ་ཀྱི་རེད་ཟེར་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དེ་དང་པོ་རང་དོན་མཐར་ཕྱིན་དེ་ལས་གཞན་པའི་འགྲུབ་ཀྱི་ཡོད་གསུངས་པ་རེད། ང་རང་ཚོ་ཡང་དེ་ནང་བཞིན་བྱས་ནས་ཉོན་མོངས་སྤངས་པ་དང་ཚོགས་རྫོགས་པ་དང་ལ་ལས་རེ་ཉམས་ལེན་ཡག་པོ་བྱས་པས་བྱས་ཡག་ཅི་དང་ཉམས་ལེན་ཡག་པོ་བྱས་ན། དེ་ཡིས་རྟོག་གེའི་སེམས་ཅན་གཞན་ལ་ཕན་ཐོགས་ཡང་ནུས་པ་ཆེ་རུ་འགྲོ་བ་རེད། སོ་སོ་ཉོན་མོངས་དང་མ་རིག་པའི་ནང་ལ་བསྡད་སྙིང་པོ་ཅུང་ཟད་ཙམ་ཡང་མ་བསྟེན་ན་ད་དུང་སེམས་ཅན་གྱི་དོན་བྱེད་ཀྱིན་ཡིན་ཟེར་ལབ་ན་སེམས་ཅན་གྱི་དོན་བྱེད་ཐུབ་ཡ་ཁག་པོ་རེད་ལ་བྱེད་ཡ་གི་ནུས་པ་ཡང་ལྡན་པ་ཡོག་མ་རེད་སོང་བ་རེད། ཀྱེ་ནུས་བྱང་ཆུབ་སེམས་དང་སེམས་བསྐྱེད་པར་བྱེད་པ་ལ་དང་པོ་རང་ཉིད་ཀྱིས་ང་ནི་ཆགས་སོགས་ཉོན་མོངས་པ་དེ་སྤང་བའི་ཐབས་ཤེས་བྱེད།

ཡང་ཉི་མ་རེ་རེ་གཉིས་རེ་མ་ཡིན་པར་དུས་རྟག་ཏུ་བརྟན་དགོས་བ་རེད། དེ་ཡང་ཕྱིར་མི་ལྡོག་པ་ཟེར་ཡག་དེ་ཡང་ཉི་མ་ཁ་ཤས་ཀྱིས་བྱས་ད་ཉི་མ་ཁ་ཤས་ཚང་མས་ད་ང་བརྟན་གི་མེད་ཟེར་བ་མ་ཡིན་པར། ཉམས་ལེན་མཐར་མ་ཕྱིན་གྱི་བར་དུ་ལ་བརྩོན་འགྲུས་བརྟན་དགོས་བ་གསུངས་པ་རེད། དེ་བྱས། དེ་ནས་ད་དེ་གི་ད་ལྟ་དེའི་ཚར་བ་རེད་ཁ་ས་ཉོན་མོངས་སྤོང་ཡག་གི་སྐལ་བ་བསྐྱེད་པ་ལ་ཟུར་བ་སྤུངས་པ། ད་གསུམ་པ་སྤང་བའི་ཚུལ་ཞེས་པ། ད་ཉོན་མོངས་སྤང་བའི་ཚུལ་ཞེས་པ་ལའང།

དེ་ཡིན་དུས་འདི་ལ་བདག་གིས་ཤེས་བྱ་ཞེས་སོ་འདི་ག་རེ་འདི་ལ་གཉེན་པོ་དེ་ལ་སེམས་པ་ཞེན་ཆགས་དགོས་ཀྱི་རེད་གསུང་བ་རེད། ན་ང་ཚོ་ཞེན་པ་དང་ཆགས་པ་ཟད་སྤང་དགོས་རེད་དེ་མིན་ན་ཉོན་མོངས་སྤོང་བའི་གཉེན་པོ་དེ་ལ་ང་ཚོ་ཞེན་ཆགས་སྐྱེ་དགོས་བ་རེད། དེ་ག་རེ་རེད་ཟེར་ན་སྟོད་དུ་བཟུང་ནས་གཡུལ་ཁྲིད་དེ་འཁོན་དུ་བཟུང་བ་ཟེར་ཡག་དེ་འང་ཉོན་མོངས་པ་ཟེར་ཡག་དེ་ཁུ་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་ང་ལ་ཡང་གནོད་པ་སྐྱེས་སོང་བསམ་ནས་སེམས་ལ་ཁོང་ཁྲོ་དགོས་བ་རེད་འཁོན་དུ་བཟུང་བའང་སྙིང་ནད་བཟུང་བ། དེ་ཚོ་དང་ཉོན་མོངས་ཁྱོད་ངས་སྤང་ཡག་ལ་གཉེན་པོ་དེ་ད་རེས་ངས་ཁྱོད་ཉོན་མོངས་དེ་སྤང་མ་ཐུབ་བར་དུ་ངས་བློས་བཏང་གི་མེད་ཟེར་ནས་ཟེར་ནི།

རྣམ་པ་དེ་འདྲའི་ཉོན་མོངས་པ་ཉོན་མོངས་འཇུག་ཅེས་མ་གཏོགས་སོ་དང། དེ་འདྲ་བའི་ཀྱི་ཉོན་མོངས་ཀྱིས་བསད་པ་དེ་འདྲ་བའི་ཉོན་མོངས་པ་སྲིད་དུ་ག་རེ། དེ་ནི་ཉོན་མོངས་པ་ལ་སྙིང་ནས་སེམས། གཉེན་པོ་ལ་ཞེན་ཆགས་སྐྱེ་བའི་རྣམ་པ་ཉོན་མོངས་པ་འདྲ་བོ་དེས། ཅི་རིགས་ཆོས་ཀྱི་ཐོག་ནས་སྤང་བྱ་ཡིན་ན་ཡང། ཡིན་ན་ཡང་ཉོན་མོངས་འཇོག་ཅེས་མ་གཏོགས་སོ། ལས་དང་པོ་པའི་གནས་སྐབས་ལ་དེ་ནི་སྤང་བྱ་མ་རེད་གསུངས་པ་རེད། ག་རེར་ཟེར་ན་ལས་དང་པོ་པ་ལ་དེ་ནས་ཉོན་མོངས་པ་ལ་སྙིང་ནད་སེམས་གཉེན་པོ་ལ་ཞེན་ཆགས་སྐྱེས་ན་དེའི་སྟོབས་ཀྱིས་ཉོན་མོངས་པ་འཇོམས་ཐུབ་པ་ལ་ཕན་ཐོགས་ཡོད། དེ་ནི་མ་གཏོགས་སོ་ཟེར་ན་ཉོན་མོངས་པའི་སྤང་བྱ་ཡི་བྲེལ་སྟངས་གཙོ་བོ་མ་རེད་སོང་བ་རེད། གསལ་བྱེད་ཉམས་ལེན་གྱི་སྟོབས་ལ་བརྟེན་ནས་རིམ་པས་ཁོ་རང་ཁོ་རང་སྤངས་འགྲོ་བ་རེད། བདག་ནི་སྲེད་པའི་སྲེད་སྦྱོར་དང་བདག་གི་མགོ་བོ་ཅེ་སྤྱང་བའི་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུས་པར་མི་བྱའོ། ད་ག་རེ་བསམ་བློ་བཏང་དགོས་ཟེར་ན། འཇིག་རྟེན་གྱི་ཁམས་འདི་མེ་ཡི་མེ་ལ།

ཡོང་མོང་གི་སྒྲ་ལ་འདུས་པར་མི་བྱའོ་སོ་སོའི་ཡོང་མོང་གི་སྒྲ་བོ་ལ་ངེས་དུས་ནམ་ཡང་ཕྱག་འཚལ་མི་བྱ་བ་རེད། གོ་དོན་དེ་ངའི་ལུས་ངག་ནི་ལུས་སེམས་གཉིས་ལ་ཡང་སྡུག་བསྔལ་ག་ཚད་ཀྱི་བྱུང་ན་ཡང་ཉོན་མོངས་བཅོམ་པའི་ཐབས་ཤེས་ནི་དབྱུག་མེད་བྱ་བ་རེད། དཔེར་ན་ཐ་མལ་སྒྲ་བོ་ཡུལ་ནས་ཕྱུང་ཡང་ནི། ཡུལ་གཞན་དག་ཏུ་གནས་ཤིང་ཡོང་གསུངས་ནས། ནུས་པ་བསྟན་ནས་དེ་ནས་ཕྱིར་ལྡོག་གིས་ཉོན་མོངས་སྒྲ་གསུམ་དེ་དང་འདྲ་མ་ཡིན།

དེ་ནས་ཡུལ་གཞན་དག་ཏུ་གནས་ཤིང་ཟིན་ཏོ་ཡུལ་གཞན་དེ་དཔེར་ན་ཐ་གའི་དགྲ་བོ་ཅིག་ལ་དེད་ནས། ཡོང་སོང་ནས་ནུས་པ་བསྟེན་ནས་ད་ཡང་ཁོ་ཡ་གེ་ལ་རོགས་པ་མང་པོ་ཐོབ། ཡང་མཚོན་ཆ་མང་པོ་ཐོབ་ཁོ་ཤུགས་ཆེ་རུ་ཕྱིན་ནས་བསྡད་པ་ཡིན་ན། ཡིན་ན་ད་ཡང་ང་ཚོ་ཡོང་སྲིད་ཀྱི་རེད་ད་ལན་བསློག་པ། ད་ལན་ཡང་མ་ཡོང་སྲིད་རེད་ང་ལ་ང་ལ་ཚུར་གནོད་པ་རྒྱག། གནོད་པ་ཡོང་སྲིད་རེད། ཨོ་ཡིན་ན་ཡང་ཉོན་མོ་ཉོན་མོ་འདྲ་ཚོར་དེ་དང་འདྲ་མ་ཡིན།

ཉོན་མོངས་དེ་རྩ་བ་ནས་ཅིག་སྤངས་ཟིན་ན་མ་རིག་པ་དེ་བཅོམ་ཚར་ན་ད་མ་རིག་པ་སླར་ཡང་ལོག་ཡོང་གི་མ་རེད། ཉོན་མོངས་པ་དང་མ་རིག་པ་ཟིན་ན་དེ་ཡང་ཁོ་བསམ་བློ་བཏང་ཞིག་ནི་ཅིག་རེད་འདུག་བ། ཁོ་ཡག་པོ་ཡོང་རེད་ཡ་སྙིང་རྗེ་ད་ཁོ་ང་ངོ་ཤེས་སོང་ང་དཔོན་བཟང་སོང་ད་འགྲིག་གི་རེད་ད་ད་ལྟ་བར་དུ་ཁོ་གནས་ཚང་གཡར་སོང་ཟེར་ན་དེ་བཀའ་དྲིན་ཆེ་ད་ཡིན་ན་ལོག་འགྲོ་གི་ཡིན་ཟེར་ན་ཡོང་གི་མ་རེད། ལོག་འགྲོ་རེད་དེ་ཡིན་དུས་སྤངས་ཟིན་ནས་སླར་ཡང་སྐྱེ་བ་མེད་པ། འོ་ན་ག་འདྲས་སུ་སྤངས་དགོས་རེད་ཟེར་ན། ཉོན་མོངས་ཤེས་རབ་མིག་གིས་སྤངས། བདག་ཡིད་ལས་སར་གང་དུ་འགྲོ་བར་འགྱུར། གང་དུ་གནས་ནས་བདག་མོས་བྱ་བྱེད་བློ་ཆེན་དག་ལ་བརྩོན་པ་མེད་པར་ཟད། འདི་ག་ལ་ཉོན་མོངས་ཉོན་མོངས་སུ་ཚིག་གཉིས་འདུ་བ། དེ་འདུལ་ཚིག་དང་པོ་དེའི་ཉོན་མོངས་དེ་འདོད་ཆགས་ཆེ་ན་གཏི་མུག་ལ་གོ་བར་བྱེད། འདུ་བས་རྒྱ་སྐད་ནོ། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས་སུ་འདུ་བས། ཁ་འདུ་བ་འདི་ན། དེ་གཉིས་འགུགས་ཡོང་རེད། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས། བདག་ཡིད་ལས་སར་གང་དུ་འགྲོ་བ་འཇུག། གང་དུ་གནས་ནས་བདག་མོས་བྱ་ཞིང་བློ་ཆེན་དོན་དང་བརྩོན་པ་མེད་པར་ཟད། ཚིག་གཉིས་འགུགས་རེད་ཉོན་མོངས་ཉོན་མོངས། འདི་སྣང་བ་མེད་པར་བ། ཁོ་རང་ཚོ་ནང་དོན་ཡོད་པར་བ། ད་འདི་གར་སོང་བ་ཟིན་ན་དང་པོ་དེ་ཚིག་དང་པོ་དེ་ཉོན་མོངས་དེ་ཆགས་སོང་ཉོན་མོངས་ལ་འགོག་བར་བྱེད།

ཀྱི་ལས་སམ་གང་དུ་འགྲོ་བར་འགྱུར་ཟེར་ན་ད་ལྟ་བར་དུ་ཉོན་མོངས་ཀྱི་ནད་སེམས་ལ་ཡོད་རེད་བ་ཡིད་ལ་ཡོད་རེད་བ། ཡིན་ན་ཡང་ཡིད་ཀྱི་འགྲོ་གང་ན་ན་བསྡད་བསྡད་བ་དེ་ད་ཡང་དག་པའི་ཤེས་རབ་ཀྱི་འཁོར་མ་སྟོན་ཡོང་དུས་ད་ནི་སྙིང་རྗེ་འཁོར་འགྲོ་ས་ས་ཆ་ཞིག་ན་ཡོད་མ་རེད་བོ་ཟེར་བ་རེད་གསུང་བ་རེད། མི་འདྲ་བོ་བྱེད་ན་ཁང་པ་གཅིག་ནས་བཏོན་ན་ཁང་པ་གཅིག་ནང་ལ་འཛུལ་འགྲོ་ཡ་རེད་བ་ས་ཆ་གཅིག་ནས་བཏོན་ན་ས་ཆ་གཅིག་ལ་འཁོར་བསྡད་ཁ་ཡོད་རེད་བ་ཉོན་མོངས་དེ་གནས་ས་གནས་ཁང་སེམས་ནས་བ་སྟོན་ཚར་ན་དེ་འཁོར་འགྲོ་ས་མེད་པ་ཡིན་དུས་འཁོར་རང་བཞིན་གྱིས་ཟད་འགྲོ་བ་རེད་གསུང་བ་རེད། གང་དུ་གནས་ནས་བདག་གནོད་བྱ་ཞིག་འོང་ངོ་ཟེར། འདི་བྱ་བའི་སྐབས་སུ་མི་འདྲ་བ་གཅིག་མ་ཕྱི་ལོག་སྟོན་ཚར་ན་ཡང་བཟའ་བཅའ་གཅིག་དང་འདས་ཡང་ཁོ་ནུས་པ་ཆེན་པོ་ཆགས་ཡོང་དུས་ཚུར་ཡོང་ནས་གནོད་པ་སྐྱེལ་སྲིད་ཀྱི་རེད་བ། ཡིན་ནའང་ཉོན་མོངས་པ་ཟེར་ཡང་འདི་གཅིག་སྟོན་ཚར་ན་ང་ནི་ཁོ་འདས་ས་མེད་པ་ཡིན་དུས་ད་ནི་སླར་ཡང་ང་ལ་ཚུར་གནོད་པ་སྐྱེལ་ག་ཡོང་གི་མ་རེད་སོང་བ་རེད་ཡོང་མི་སྲིད་པ་རེད་སོང་བ་རེད། དེ་ནས་འོ་ན་དེ་འདྲའི་ལས་སླ་བོ་དེ་འདྲ་ཡིན་ན་ང་ག་བྱེད་ནས་དེ་འདྲའི་སྡུག་པོ་བཏང་བསྡད་པ་རེད་ཟེར་ན། བློ་ཞན་དག་ལའང་སྲིད་བློ་ཞན་པ་ཤེས་རབ་མེད་པ་ཤེས་རབ་མ་ལྡན་པ་བརྩོན་འགྲུས་མ་ལྡན་པ་ལ་དེ་ནས་བྱུང་བ་རེད་སོང་བ་རེད།

ད་འོ་ན་ཤེས་རབ་དེ་མིག་གིས་བལྟ་བར་རེ་བྱ་ན་ལག་གིས་དུ་ག་རེ་བལྟ་བར་བྱེད་ན། མོ་རྣམས་ནི་ཡུལ་རྣམས་མིན་ནས་དབང་ཚོགས་ལ་ནི་བར་སྣང་མིན། དེ་དག་བར་སྣང་མིན་ནས། ད་འདི་བྱ་བའི་སྐབས་སུ། རང་གི་སེམས་རྒྱུད་ལ་ཡང་ཨ་ནི་ཅིག་འདོད་ཆགས་ཞེ་སྡང་ལ་སོགས་པའི་རྣམ་པར་རྟོག་པ་སྐྱེ་ཡོང་དུས་དེ་ཡི་ནི། དབང་དུ་མ་བཏང་བར་དེ་ནི་ཆགས་སྡང་གི་རྣམ་རྟོག་ཁོ་རང་ལ་བརྟག་དཔྱད་གཏང་དགོས་པ་རེད་གསུངས་པ་རེད། དེ་ཡང། དེ་ནི་ཆགས་སྡང་ལ་སོགས་པ་ཉོན་མོངས་རྣམས་ནི།

དེ་མེད་པར་བྱས། དེ་ནས་འོ་ན་དེ་ཡུལ་དང་ཤེས་པ་གཉིས་ཀ་སྟེང་ན་མེད་པ་ཡིན་ན་ཡུལ་དང་དངོས་པོ་གཉིས་ཀའི་བར་དག་ལ་ཡོད་རན་པའི་ཚེ་ན་ཡིན་གསུངས་པ་ལྟར་བར་ནའང་མིན་གསུངས་བ། གསུངས་ན་དེ་ལས་གཞན་ནའང་མིན་ནའང་ད་ཡུལ་ལ་མེད། ཤེས་པ་ལ་མེད། དབང་པོ་ལ་མེད་བར་ལ་ཡང་མེད་ན་ད་དེ་མ་ཡིན་པའི་གནས་གཞན་ཅིག་ལ་ཡོད་རེད་བས་ཟེར་ན། ཤེས་རབ་ཀྱི་བརྟག་བྱ་ལྟར་ན་མེད་པ་རེད། དེ་དག་གང་གནས་ས་རྩ་བ་དེ་དུའང་འགྲོ་བ་ཀུན་གནོད་བྱེད། དེ་མེད་པ་ནས་དགྲ་བོར་གྱུར་པའི་ཉོན་མོངས་པ་དེ་དག་དེ་ནི་ཡུལ་གང་དང་གང་ལ་གནས་པ་རེད་གནས་ཡོད་མ་རེད། དེ་ནས་ཡུལ་གང་བ་དག་ཞིག་དང་ལ་གནས་མི་འདུག་དབང་པོ་ལ་ཡང་གནས་མི་འདུག་ཤེས་པ་ལ་གནས་མི་འདུག་འདི་ག་ཚོད་ནས་འགྲོ་བ་ལ་གནོད་པ་བྱེད་པ་རེད། ཤེས་རབ་ཀྱི་རྟགས་ཅན་མ་དམ་དུ་མངོན་འདོད་ཉོན་མོངས་འདི་ཡོད་པ་འདྲ་བོ་ཡང་རེད་ཤེས་རབ་ཀྱིས་བལྟས་ན་ཉོན་མོངས་རྙེད་རྒྱུ་མེད་པ་རེད། ཡང་དག་པའི་ཤེས་རབ་ཀྱི་རྟགས་བཞིན་དཔྱད་ན་ཉོན་མོངས་པ་འདི་ལ། སྣང་ཙམ་ལས་རང་བཞིན་གྱིས་མ་གྲུབ་པ། འདི་ནི་རྒྱུ་འདྲ་སྒྱུ་མ་དང་འདྲ་བ་རེད་རྨི་ལམ་དང་འདྲ་བ། སྒྱུ་མ་ཟེར་ཡ་དེ་གོ། འཁྲུལ་བའི་གནས་སྐབས་ལ་མཐོང་བདེ་བ་མ་གཏོགས་དོན་ལ་ཡོད་མ་རེད་བ། བརྟག་དཔྱད་མ་བཏང་ན་ཉོན་མོངས་དེ་ཡོག་རེད་བརྟག་དཔྱད་བཏང་ན་ཉོན་མོངས་གྲུབ་ཡོག་མ་རེད་དེ་བྱས་ན་འཇིག་སྤོང་ངོ་ས་ཆ་སུ་སྐྲག་དགོ་གི་མ་རེད་གསུང་བ་རེད་ཉོན་མོངས་ལ་མདོར་ན་རང་གི་སེམས་ལ་ཆགས་སྡང་ལ་སོགས་པ་ཉོན་མོངས་པའི་རྣམ་རྟོག་གང་སྐྱེས་ན་དེ་ཡི་ངོ་བོ་ལ་སྐྱབས་ཤིག་བརྟག་ནས་དེ་ལ་བརྟག་དགོ་བ་མ་གཏོགས་ཡུལ་ལ་ཕར་མ་བརྟག་གསུང་བ་རེད། ཉོན་མོངས་པ་དེ་ཡོད་ན་ཉོན་མོངས་དང་པོ་གང་ལས་སྐྱེས་ད་ལྟ་གང་དུ་གནས་མཐར་གང་དུ་འགག་བརྟག་དཔྱད་བཏང་ན་ཉོན་མོངས་རྙེད་རྒྱུ་མེད་པ་རེད།